ལྔ་པ། ཁ་ཆེའི་ཆོས་ལུགས། དཀོན་མཆོག་ལ་སྒོ་བཅོལ། ཤོག་གྲངས་བརྒྱ་འཇོག་གསུམ། མཐའ་གཅིག་ཏུ་དཀོན་མཆོག་ལ་སྒོ་བཅོལ། ཁ་ཆེའི་ཆོས་ལུགས་ཨིསི་ལཱམ་ནང་འཕྲལ་མ་ཉིད་དུ་ངོས་འཛིན་ཐུབ་པའི་ཁྱད་ཆོས་གཅིག་ནི་ཨི་རག་པིག་སྐད་དུ་སཱ་ལཱ་ཞེས་པ་དང། ཏུར་ཀི་དང། པར་ཤིའི་སྐད་དུ། Namaz། ཞེས་པའི། ཉིན་རེའི་སྨོན་ལམ་གསོལ་འདེབས་ཀྱི་བྱེད་སྒོ་དེ། འཆར་ཅན་སྲུང་བརྩི་ནན་པོ་བྱས་པ་དེ་ཡིན་ཞིང། ཉིན་གཅིག་ནང་ཐེངས་ལྔ་འཚོགས་སྲོལ་ཡོད། གང་དུ་ཁ་ཆེའི་འདུས་སྡེ་ཆེན་པོ་ཡོད་པ་དེར། ཞོགས་པ་སྔ་པོ་ནས་ཁ་ཆེའི་ཆོས་ཁང་གི་ནང་ནས། སྨོན་ལམ་གསོལ་འདེབས་ཀྱི་སྒྲ་དབྱངས། ལྷང་ངེར་སྒྲོག་པ་ཐོས་རྒྱུ་ཡོད། མི་ལོ་ཉིས་སྟོང་ལྔ་བརྒྱ་གོང། སངས་རྒྱས་བཅོམ་ལྡན་འདས་སངས་རྒྱས་ཟས། ནང་པའི་གནས་མཆོག་རྡོ་རྗེ་གདན་གྱི་ཉེ་འགྲམ་དེ་གར། ཁ་ཆེའི་ལྷ་ཁང་ཞིག་ཡོད། དེའི་ནང། ཨ་ལ་ཧུ་ཨག་སྦར་ཞེས། ཚིག་དོན་ལྟར་ན། རླབས་ཆེན་དཀོན་མཆོག། ཅེས་བྱ་བའི། ཁ་ཆེན་ཐུན་མིན་གྱི་གསོལ་འདེབས། བྱེད་སྲོལ་ཡོད་པ་དང། ཞོགས་ལྟ་ཐོ་རེངས་ཀྱི་མཚམས་སུ་རྡོ་རྗེ་གདན་གྱི་མཆོད་རྟེན་ལ་སྐོར་བ་རྒྱག་སྐབས་རྣ་བར་ཐོས་རྒྱུ། སྨོན་ལམ་གསོལ་འདེབས་དེ་རྣ་བར། ཧ་ཅང་སྙན་པའི་དབྱངས་སུ་འཐེན་པས། སྐྱིད་ཤ་ཡུལ་གྱི་བྱེ་ཐང་ཁྲོད། སྒྲ་གྲགས་པ་དང་གཉིས་སུ་མེད་པའི་སྣང་བ་ཞིག་ངང་གིས་སྟེར་ཞིང། དད་ལྡན་པ་རྣམས་ཀྱིས་དཀོན་མཆོག་གི་རྣམ་པ་མཐོང་བར་ཕན་ཐོགས་ཆེ། སྤྱི་ལོ་ཉིས་སྟོང་ལྔ་ལོར་ངོས་རང་སྐྱིད་ཤར་ཁ་ཆེའི་རྒྱལ་ཁབ་ཀྱི་ཁྲོད་ནས་འབྱོར་ལྡན་ནང་ལྟ་སྐོར་དུ་བསྐྱོད་རྒྱུའི་གོ་སྐབས་ཤིག་བྱུང་བའི་སྐབས། ཡུལ་དེའི་རྒྱལ་ས་ཨ་མན་ནང་ཁ་ཆེའི་ལྷ་ཁང་ནང་ནས་སྨོན་ལམ་གསོལ་འདེབས་བྱེད་པའི་སྒྲ་དབྱངས་གོ་ཐོས་བྱུང་བ་དང། ཧ་ཅང་ཡིད་དུ་འོང་བ་ཞིག་ཏུ་སྣང། གསོལ་འདེབས་བྱེད་པའི་སྐབས་ཤིག་ལ། དེ་མ་ཉིད་དུ་མི་ས་ཡ་མང་པོས་དུས་མཉམ་དུ་ངག་མཚམས་བཞག་སྟེ་ཁུ་སིམ་པོར་དཀོན་མཆོག་གསལ་བཏབ་ཀྱི་འདུག་དེས་ང་རང་ལ་སེམས་འགུལ་ཚད་མེད་ཐེབས་བྱུང། ངོས་ལ་སྟོབས་ཤུགས་ཆེན་པོས་བསམ་བློ་གཏོང་འཇུག་མཁན་དང། མུ་མཐུད་འཇུག་མཁན་གྱིས་ཁ་ཆེའི་ཆོས་ལུགས་ཀྱི་མངོན་གསལ་དོད་པོའི་ཁྱད་ཆོས་དེ་ནི། ཁ་ཆེ་བ་རྣམས་ཀྱིས་སེམས་རྩེ་གཅིག་པའི་ཐོག་ནས་ཀུན་སྤྱོད་ལ་འབྲེལ་བ་བྱེད་པའི་ཉམས་ལེན་དེ་རེད་འདུག་བརྡ་དང། རྟོག་པ། ཡང་ན་གཟུགས་བཅས་གང་གི་ཐོག་ནས་ཡིན་ཀྱང། འཇིག་རྟེན་ལས་འདས་ཤིང་ལྟོས་མེད་རང་རྐྱ་བའི་ཀུན་སྤྱོད་དེ་མཐའ་གཅིག་ཏུ་གོང་དུ་བཀུར་གྱི་འདུག་ཁ་ཆེའི་ཆོས་ལུགས་ཀྱི་སྲོལ་རྒྱུན་ནང། དེ་ལྟའི་འཇིག་རྟེན་ལས་འདས་པའི་རང་བཞིན་དེ་དང། དཀོན་མཆོག་རང་ཆས་སུ་སྒྲུབ་པར་དོ་ནན་བྱེད་པ་གཉིས་ཟུང་དུ་འགྲོགས་ཀྱི་ཡོད། དེ་ཡང་ཀོ་རན་ནང། དཀོན་མཆོག་ནི། རང་གི་མགྲིན་པའི་ཁྲག་རྩ་ལས་མི་ལ་བློ་ཐག་ཉེ་བ་ཡོད། ཅེས་པའི་ལུང་ཚིག་དེའི་ནང་བློ་ལ་ཐེ་བ་ཞིག་གསུངས་ཡོད། ཁ་ཆེའི་ཆོས་ལུགས་ཀྱིས་འགྱུར་བ་མེད་པར་དཀོན་མཆོག་ནི་དཔག་ཏུ་མེད་པ་དང། དུས་ལ་མི་ལྟོས་པའི་རང་བཞིན་ཞེས་ཟེར་ཞིང། རིམ་པ་དེའི་ཐོག་ནས་ཐད་ཀར་དཀོན་མཆོག་ལ་འབྲེལ་བ་བྱ་རྒྱུ་ནི་ལས་འགན་དུ་བརྩི་གི་ཡོད། དཀོན་མཆོག་གི་མཚོན་དོན་རིགས་གང་ཡིན་ཀྱང་དོ་ནན་པོས་འགོག་ཐབས་བྱེད། གང་ཡིན་ཟེར་ན། སྐུ་འདྲའི་གསོལ་མཆོད་ཙམ་དུ་འགྱུར་ཉེན་ཡོད་པ་དང། དེའི་ཕྱིར། ཁ་ཆེའི་ཆོས་ལུགས་ནང་སྐུ་འདྲ་སོགས་ལ་མཆོད་པ་བྱེད་སྲོལ་མེད་དེ། དད་པ་རྣམས་ཀྱི་ཀུན་སྤྱོད་དང་བློ་ཐག་ཉེ་པོ་ཡོང་བའི་ཐབས་སུ་སེམས་རྩེ་གཅིག་པ་དང་ཐད་ཀའི་ལམ་དེ་ནི་རྩ་ཆེའི་ཀོ་རན་ནང་གི་ཐོག་མའི་དུམ་བུ་དེའི་ནང་བློ་ལ་ཐེ་བ་ཞིག་གསུངས་ཡོད་པ་ནི། སྙིང་རྗེ་དང་བྱང་སེམས་ཆེ་བས་འཇིག་རྟེན་གྱི་གཙོ་བོ། དཀོན་མཆོག་ལ་ཕྱག་འཚལ་ལོ། སྙིང་རྗེ་དང་བྱམས་སེམས་ཆེ་བའི་གནས་ལུས་ལོངས་སྤྱོད་ཀུན་གྱི་བདག་པོ། ཁྱེད་ཁོ་ནར་ང་ཚོས་མཆོད་པ་བྱེད། ཁྱེད་ཁོ་ནར་ང་ཚོས་རེ་ལྟོས་བྱེད། ཁྱེད་ཀྱིས་ཇི་ལྟར་འདོད་པའི་ཡང་དག་པའི་ལམ་དེ་ང་ཚོར་སྟོན་རོགས་མཛོད། སུ་ར། གཅིག། ཁ་ཆེའི་ཆོས་ལུགས་ནང་ཀུན་སྤྱོད་ལ་བློ་གཏོད་རྒྱུ་ནི་གཙོ་བོར་འཛིན་ཞིང། ཨིསི་ལཱམ་ཞེས་པའི་ཐ་སྙད་དེ་ཉིད་ལ་ཀུན་སྤྱོད་ཀྱི་ཀཱ་ལ་མཐའ་གཅིག་ཏུ་མགོ་བཅོལ་བའི་གོ་དོན་བསྟན། ངོས་ལ་བརྗོད་སའི་ཐ་སྙད་དེ Arabic སྐད་ལས་བྱུང་ཞིང། ཁས་ལེན་པ་དང་གོང་དུ་བཀུར་བ་ཡང་ན་མགོ་བཅོལ་བར་གོ། ཆོས་ལུགས་ཤིག་ཡིན་པའི་ཆ་ནས་ཁ་ཆེའི་ཆོས་ལུགས་ནང་གལ་ཆེ་ཤོས་དེ་ག་རེ་རེད་ཅེ་ན། གང་ཟག་རང་ངོས་ནས་དཀོན་མཆོག་གི་དགོངས་པ་དང་མཐུན་པར་བྱ་རྒྱུ་དེ་གཙོ་བོ་ཡིན། དཀོན་མཆོག་ནི་སྙིང་རྗེ་དང་བྱམས་སེམས་ཀྱི་བདག་ཉིད་ཡིན་སྟབས། ངའི་གོ་རྟོགས་ལ་གཞིགས་ན་དད་ལྡན་པ་རྣམས་ཀྱིས་ཀུན་ཁྱབ་སྙིང་རྗེའི་རྩ་འཛིན་དང་ལེན་ཞུ་གི་འདུག་དེ་ལྟར་དང་ལེན་བྱེད་པའི་ཐོག་ནས། དད་ལྡན་པ་རྣམས་ཀྱི་བྱ་སྤྱོད་ཀྱི་ཐོག་ནས་དཀོན་མཆོག་གི་སྙིང་རྗེ་རང་རྒྱུད་ལ་འཇུག་ཐུབ་པ་ཡོང་གི་ཡོད། ངོས་ཀྱི་ནང་པའི་སྲོལ་རྒྱུན་ནང། སྙིང་རྗེའི་རང་གཟུགས་ལ་ཞབས་ཏོག་གི་ཚུལ་དུ། རང་གི་གནས་ལུས་ངག་ཡིད་གསུམ་འབུལ་བའི་ཉམས་ལེན་སྟབས་བདེ་ཞིག་ཡོད། ཁ་ཆེ་མིང་པ་དང་ལྷག་པར་དུ་ཆོས་ལུགས་རིས་མེད་ཅིག་ལ། ཁ་ཆེའི་ཆོས་ལུགས་ནང་འགྱུར་བ་མེད་པ། དཀོན་མཆོག་གི་བཀའ་དང་དུ་ལེན་པ་དེ་བློ་ལ་ཤོང་ཁག་པོ་ཡོད་པ་འདྲ། དེ་ལྟར་དང་ལེན་བྱེད་པ་ནི་ཆོས་ལུགས་ཀྱི་ཨ་འཐས་རིང་ལུགས་སུ་མཐོང་ནས་གོ་དོན་ལོག་པ་ཞིག་འདྲེན་སྲིད་པ་ཡིན། འོན་ཀྱང་དེས་བསྟན་ཁ་ཅི་ཞིག་ལ། དཀོན་མཆོག་ནི། ལྟོས་མེད་རང་སྐྱེ་བ་དང། གཟུགས་ལས་འདས་པ་ཡིན་ཞིང། ང་ཚོ་ནི། དུས་དང་ནམ་མཁའི་ཆ་ནས། ཚད་གཞི་ངེས་ཅན་ཞིག་ནང་བཅིངས་པའི། སེམས་ཅན་ཞིག་གི་ངོས་ནས། ང་ཚོའི་ལས་འགན་ནི། དེ་ལྟའི་ངོ་མཚར་ཆེ་བའི། དཀོན་མཆོག་གི་མདུན་དུ། གུས་ཕྱག་འཚལ་རྒྱུ་དེ་ཡིན། སྟབས་མི་ལེགས་པ་ཞིག་ལ། ཁ་ཆེའི་ཆོས་ལུགས་དེས། ངོས་ཀྱི་གོ་རྟོགས་ནི། ཆོས་ལུགས་གཞན་ལ་ལྟོས་ན། དེ་ཙམ་གཏིང་ཟབ་པོ་མེད། ད་ལྟ་བར་དཀྱིལ་ཤར་ཡུལ་གྲུའི་ནང་གི་ཁ་ཆེའི་ལྷ་ཁང་གཅིག་གི་ནང་དུའང་གནས་སྐོར་དུ་འགྲོ་ཐུབ་མ་སོང། མ་ཟད་འཛམ་གླིང་ཡུལ་གྲུ་གང་སའི་ཁ་ཆེའི་ཆོས་ཀྱི་དབུ་ཁྲིད་རྣམས་དང་འགྲོགས་འདྲིས་བྱེད་ཐུབ་མ་སོང། ཁ་ཆེའི་ཆོས་ལུགས་དང་འབྲེལ་ལམ་ཟབ་ཤོས་དེ་རྒྱ་གར་རམ། ནུབ་ཕྱོགས་ཀྱི་ཡུལ་ལུང་ཁག་ནང་བྱུང། འཛམ་གླིང་ནང་ནས་ཁ་ཆེའི་མི་འབོར་མང་ཤོས་ཡོད་སའི་རྒྱལ་ཁབ་ཁག་གི་ནང་ནས་གཅིག་རྒྱ་གར་ཡིན། རྒྱ་གར་ནང། དད་ལྡན་ལ་དྭགས་ཁ་ཆེ་མང་པོ་དང་ངོས་དབར་གྲོགས་འབྲེལ་སྔ་མོ་ནས་ཡོད། དེའི་ཁོངས་སུ་རྒྱ་གར་བྱང་ཕྱོགས་ལ་དྭགས་ཀྱི་ས་ཁུལ་ཁུག་ཀྱོག་ཅིག་ནས་ཡིན་པས་ཁ་ཆེའི་ཆོས་ལུགས་ཀྱི་མཁན་པོ་ཞིག་ཡོད། ལ་དྭགས་ཀྱི་མི་ཧ་ཅང་མང་པོ་ཞིག་ཕ་མེས་ནས་བུ་རྒྱུད་ནང་བསྟན་གྱི་རྗེས་འཇུག་པ་ཡིན་པ་དང། ལ་དྭགས་ནང་བོད་མི་གཞིས་ཆགས་དང་ལ་དྭགས་ཀྱི་གྲོང་ཁྱེར་གཙོ་བོ་ཀླད་ཡི་ཉེ་འགྲམ་དུ་བོད་ཕྲུག་ཁྱིམ་སྡེའི་སློབ་གྲྭ་ཆགས་ཡོད་སྟབས་ངོས་རང་དེ་གར་ཡང་ནས་ཡང་དུ་འགྲོ་གི་ཡོད། སླད་ཡི་ཉེ་འགྲམ་དུ་ངོས་ལ་མཚམས་ཁང་ཆུང་ཆུང་ཞིག་ཡོད། སྐབས་རེ་དུས་ཀྱི་ཁོམ་པ་ག་དུས་བྱུང་ཡང་དེ་གར་སྒོམ་སྒྲུབ་བསྙེན་མཚམས་བྱ་རྒྱུར་ཧ་ཅང་དགའ་པོ་ཡོད། ལ་དྭགས་སུ་འགྲོ་བའི་སྐབས་ངས་རྒྱུན་དུ་གོ་སྐབས་འདི་བེད་སྤྱད་ནས་ཁ་ཆེའི་གྲོགས་པོ་ཚོ་དང་ཐུག་འཕྲད་བྱས་ཏེ་བྱ་ཕོར་པ་གང་ངམ་ཁ་ལག་འདྲ་མཉམ་དུ་ཟ་གི་ཡོད། ད་བར་དུ་བགྲོ་གླེང་དང་དེ་གའི་ས་གནས་ཁ་ཆེ་ལྷ་ཁང་ནང་གནས་སྐོར་དུ་ཕྱིན་པ་བརྒྱུད་ཁ་ཆེའི་མཆོད་པོ་ཚོ་དང་ཁྱིམ་མཚེས་ནང་པ་ཚོ་གྲོགས་པོ་ཡག་པོ་ཆགས་ཐུབ་པ་བྱུང་ཡོད། ངེད་ཚོའི་བགྲོ་གླེང་སྐབས་ཤི་ཡ་ལ་དྭགས་ཁ་ཆེ་ཞིག་གིས་ཁོ་རང་གི་ཀོ་རན་གོ་ཐོག་ལ་གཞིགས་ན། མི་སུ་འདྲ་ཞིག་གིས་རང་གི་སྤུན་ཟླས་མི་རིགས་གཞན་གྱི་སྲོག་བཅད་ན་མི་དེ་ཁ་ཆེ་ངོ་མ་ཆགས་ཀྱི་མེད་ཅེས་ང་ལ་གསུང་གི་འདུག་དེ་མིན་གྱི་བརྗོད་པ་ཞིག་ནང། མཚན་ཉིད་ཚང་བའི་ཁ་ཆེ་ཞིག་གིས་ཨ་ལ་ལ་དགའ་པོ་བྱེད་པ་ལྟར། སྐུ་མཆོག་གིས་བཟོས་པའི་བུ་ཕྲུག་ཚོ་ལའང་ངེས་པར་དུ་དགའ་པོ་བྱེད་དགོས་ཞེས་གསུངས་ཡོད། དེ་ནི་ཧ་ཅང་སྙིང་རྗེ་པོ་འདུག་ཁ་ཆེའི་ཆོས་ལུགས་ནང་དེའི་ཀུན་ཁྱབ་སྙིང་རྗེའི་འཆར་སྣང་གསལ་བཤད་བྱ་ཆེད། བེད་སྤྱོད་བྱས་པའི་བརྗོད་པའམ་སྐད་ཡིག་དེ་དག་ནང་ཆོས་ནང་གསལ་བཤད་བྱེད་སྟངས་གཉིས་ཐ་དད་ཡིན། འོན་ཀྱང་ལྟ་ཚུལ་དང་གང་ཟག་བྱེ་བྲག་པའི་བཟང་སྤྱོད་ཀྱི་མེལ་ཚེའི་ཐོག། སེམས་དོན་གྱི་ཤུགས་རྐྱེན་ནམ། རྩ་བའི་ནང་པའི་ལྟ་ཚུལ་ཐོག་ནས། སེམས་ཅན་ཐམས་ཅད་ལ་དམིགས་པའི་སྙིང་རྗེ་གསུངས་པ་དང། འདིར་མི་འདྲ་བ་མེད། ཤོག་གྲངས་བརྒྱ་དང་བཅོ་བརྒྱད། ཀྱེའི་ཕོ་ཉ། The Prophet། དང། དད་ལྡན་པ། ཁ་ཆེ་ཚང་མའི་དད་པའམ་ཡིད་ཆེས་གནང། ཕོ་ཉའམ། Muhammad། ནི། འཛམ་གླིང་ནང་དཀོན་མཆོག་གི་ཀྱེའི་ཕོ་ཉ། ཐ་མ་དེ་ཡིན་པ་དང། ཁོ་རན་ནང། དཀོན་མཆོག་གི་གནས་ལུགས་བསྟན་པའི་མཐའ་མའི་གདམས་པ་དེ་འདུས་ཡོད་པར་ཡིད་ཆེས་བྱ་རྒྱུ་དེ་ཡིན། མུ་ཧམ་མད་དཀོན་མཆོག་གི་ཕོ་ཉར་ཇི་ལྟར་བདམས་པའི་ཚུལ་གྱི་སྒྲུང་དེ་ནི། དད་ལྡན་ཁ་ཆེ་ཚང་མའི་བློ་སྟོབས་ཀྱི་གཞིར་གྱུར། སྲོལ་རྒྱུན་དེར་མཚོན་ན་མུ་ཧམ་མད་ནི་སྟོན་པ་ཡེ་ཤུའི་དུས་སྐབས་ཀྱི་ལོ་ལྔ་བརྒྱ་བདུན་ཅུ་ལོར་སོ་ཏི་ཨེ་རེ་པི་ཡའི་ནང་གི་རྩ་ཆེའི་གྲོང་ཁྱེར་མེ་ཁ་ཞེས་པའི་ནང་སྐུ་འཁྲུངས། སྐུ་ན་གཞོན་པའི་དུས་སུ་དཀའ་ངལ་དུ་མ་འཕྲད། མིང་ལ་ཁ་དི་ཅཱ་ཞེས་པའི་ཡུགས་མོ་ཞིག་དང་གཉེན་སྒྲིག་གནང་བས། སྐུ་ཚེའི་ནང་འགྱུར་ལྡོག་གི་ས་མཚམས་ཆེན་པོ་ཞིག་ཏུ་གྱུར། ཁ་རི་ཅཱ་ནི་ཁོང་ལས་ལོ་བཅོ་ལྔས་རྒན་པ་དང་མོ་རང་གི་མེ་ཚེ་གང་པོ་ཕོ་ཉོ་ཁོང་གི་མཛའ་གྲོགས་སུ་གནས། ཡེ་ཤུའི་དུས་སྐབས་ཀྱི་ལོ་དྲུག་བརྒྱ་ཅུ་ཡས་མས་ཙམ་དུ་མོ་ཧོ་མཱད་ཁོང་དཀོན་མཆོག་གི་ཕོ་ཉར་བསྐོས། དེ་ལྟའི་གལ་གནད་ཆེ་བའི་བྱུང་བ་དེ་གྲོང་ཁྱེར་མེ་ཁཱ་ཡི་ཕྱི་ལོགས་སུ། རེའུ་ཧི་ར་ཞེས་བྱ་བའི་གནས་སུ་བྱུང། དེས་ན་ལྷའི་ཕོ་ཉ་གེ་བྷི་རི་ཨེལ་བརྒྱུད་དཀོན་མཆོག་གི་གདམས་པ་མགོ་ཚུགས་ཤིང་གསུང་རབ་ཀོ་རན་ནང་བཀོད། ཁ་ཆེ་ཚོར་ཀོ་རན་གྱི་དཀོན་མཆོག་གི་གསུང་འོག་མ་དེ་མཚོན་གྱི་ཡོད། དེ་ནི་གསུང་རབ་གཞན་དང་མི་འདྲ་བར་མི་ཡིས་བཟོས་པ་ཞིག་མིན་ལ་མིའི་ཀུན་སློང་ངམ་རྟོག་པའི་དབང་གིས་སྲིད་ལས་བཏང་བ་ཞིག་ཀྱང་མ་ཡིན། ཚིག་དོན་ལྟར་ན། ཀོ་རན་ནི་དཀོན་མཆོག་གི་རླབས་ཆེ་ཤོས་ཀྱི་ཆོ་འཕྲུལ་ཡིན་ཞིང། དེར་བརྟེན་དེའི་བརྗོད་བྱ་རྨད་དུ་བྱུང་བ་ཞིག་ཡིན་པ་མ་ཟད། གང་གི་ནང་གསུངས་པའི་སྐད་ཡིག་དེའང་རྨད་དུ་བྱུང་བ་ཞིག་ཡིན། དད་ལྡན་ཁ་ཆེ་ཞིག་ལ་དེས་ག་རེ་འགྲེལ་བརྗོད་བྱེད་ཀྱི་ཡོད་ཟེར་ན། ཀོ་རན་གྱི་པར་མ་ཁས་ལེན་དུ་རུང་བ་དེ་ཉིད་ནི་ཨི་རག་པིག་སྐད་དུ་ཡོད་པའི་མ་ལྕེ་དེ་ཡིན་ཞིང། དེ་མིན་ཕྱིས་སུ་ཡིག་སྒྱུར་ཞུས་པ་རྣམས་ཚད་ལྡན་ཞིག་ཆགས་ཀྱི་མེད། ཀོ་རན་གྱི་སྟེང་ད་དུང་ཁ་ཆེ་ཚོས་ཚད་ལྡན་གྱི་གསུང་རབ་གཞན་ཞིག་ཁས་ལེན་བྱེད་ཀྱི་ཡོད། དེ་ལ་བསྟན་བཅོས་ཧི་ཏི་ཞེས་བྱ། དེ་ནི་དཀོན་མཆོག་གི་ཕོ་ཉའི་གསུང་ཁག་ཡིན། ཕྱིས་སུ་གསུང་དེ་དག་ཕྱོགས་སྒྲིག་ཞུས་ཡོད། གསུང་རབ་ཀྱི་གཞུང་དེ་ཉིད་ཀྱིས་ཁ་ཆེའི་ཆོས་ལུགས་ཀྱི་དད་ལྡན་ཆོས་པ་རྣམས་ལ་རང་རང་གི་མི་ཚེའི་ནང་ལམ་སྟོན་བསླབ་བྱ་གནང་གི་ཡོད། ལོ་རྒྱུས་ཀྱི་ཐོག་ནས་ཀེའི་ཕོ་ཉ་མུ་ཧོམ་མད་བྱིས་འཇུག་པ་རྣམས་སྲོལ་རྒྱུན་གྱི་རིང་ལུགས་པ་སུ་ནི་དང། ཕོ་ཉའི་བུ་མོའི་མག་པ་ཨཱ་ལི་ཡི་མཆོག་འཛིན་པ། ཤི་ཡ་བཅས། སྲོལ་རྒྱུན་གྱི་སྡེ་ཚན་གཉིས་སུ་གྱེས། ཨི་རན་དང་ཨི་རག་གཉིས་མ་གཏོགས་ཁ་ཆེའི་རྒྱལ་ཁབ་མང་ཆེ་བའི་ནང། མང་ཆེ་བ་སུ་ནིའི་ཁ་ཆེ་ཆགས་ཡོད། ལྟ་གྲུབ་ཀྱི་ཐོག་ནས་ཁ་ཆེའི་སྲོལ་རྒྱུན་དེ་གཉིས་དབར་ཁྱད་པར་ཆེན་པོ་དེ་འདྲ་མེད། གཉིས་ཀས་མཐའ་གཅིག་ཏུ་ཨ་ལ་ལ་དད་གུས་བྱེད་ཅིང། ཀོ་རན་གྱི་དཀོན་མཆོག་གི་མཐའ་མའི་གདམས་པ་མཚོན་པ་དང། ཕོ་ཉ་མཆོག་དཀོན་མཆོག་གི་ཚབ་བམ་ཕོ་ཉ་ངོ་མ་དེ་ཡིན་པར་གཉིས་ཀས་ཡིད་ཆེས་བྱེད། ཤར་ཡལ་ཁྲིམས་ཤར་ཡལ་ལོག་གི་ཁྱད་པར་ཕྲ་མོ་འགྲེལ་བརྗོད་བྱ་ཚུལ་ཐོག་སླེབས་སྐབས། སྲོལ་རྒྱུན་གཉིས་ཀའི་ནང། ལུགས་མཐུན་གྱི་འགྲེལ་བརྗོད་བྱེད་མཁན་ཆོས་བརྒྱུད་ཐ་དད་པ་དུ་མ་ཡོད། ཁྱད་པར་གཙོ་བོ་ནི་རྒྱའི་ཕོ་ཉའི་བརྒྱུད་པའི་གནད་དོན་དང་འབྲེལ་བའི་ལོ་རྒྱུས་ཀྱི་རྩོད་རྙོག་དེ་ཡིན། ཤི་ཡ་ཁ་ཆེ་ཚོས་ཕོ་ཉ་གྲོངས་པའི་རྗེས་ཁོང་གི་བུ་མོའི་མག་པ་ཨ་ལི་ཡིས་ངེས་པར་དུ་རྒྱུན་འཛིན་དགོས་པར་ཡིད་ཆེས་བྱེད་ཀྱི་ཡོད། པེ་རིས་ནང་ཡོད་པའི་ཁ་ཆེ་ལྷ་ཁང་ཞིག་གི་འགན་འཛིན་སྐུ་ཞབས། ཟླ་ལིལ་སྦོ་བར་སྐུར་ཐེ་བས་ང་རང་གི་ཁ་ཆེའི་གྲོགས་པོ་མང་པོ་ཞིག་ལ། སུ་ནི་དང་ཤི་ཡཱ་ཁ་ཆེའི་སྲོལ་རྒྱུན་གཉིས་བར་ཁྱད་པར་ག་རེ་ཡོད་དམ་ཞེས་ངས་སྐད་ཆ་མང་པོ་དྲིས་ཏེ། སྡེ་ཚན་གཉིས་སུ་གྱེས་པར་ལྟ་གྲུབ་ཀྱི་རྒྱབ་རྟེན་ནམ་གཞི་རྟེན་རྩ་བ་ནས་མེད་སྐོར་ཤེས་རྟོགས་བྱུང། ངོས་ལ་སྐུ་ཞབས་བྷོ་བྷ་གུར་ལགས། ཐོག་མ། ཧྥ་རན་སིའི་ནང། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་གསུམ་ལོར། ཆོས་ལུགས་ནང་ཁུལ་གྱི་བགྲོ་གླེང་ཚོགས་འདུ་ཞིག་གི་སྐབས་ཐུག་འཕྲད་བྱུང་བ་དང། སྐབས་དེར་ལོར་ཀྲེས་གནས་མཇལ་དུ་འགྲོ་རྒྱུའང་ལས་འཆར་ནང་བཀོད་འདུག་དེའི་རྗེས་ཁོང་གིས་ང་རང། ཁོ་རང་གི་ཁ་ཆེ་ལྷ་ཁང་དུ་མགྲོན་འབོད་གནང་བྱུང། ཤོག་གྲངས་བརྒྱ་དང་ཉི་ཤུ། ཁ་ཆེའི་ཆོས་ལུགས་ཀྱི་ཀ་བ་ལྔ། ཉིན་རེའི་ཉམས་ལེན་ཐོག་ལ་སླེབས་སྐབས། ཁ་ཆེ་མི་རེ་ངོ་རེས་བསྒྲུབ་དགོས་པའི་ལས་འགན་ལྔ་ཡོད་པ་ནི། དད་པ། ཤ་ཧ་ད་དང། སྨོན་ལམ་གསོལ་འདེབས། སཱ་ལཱ། སྦྱིན་པའམ་བསོད་སྙོམས། Zakat། བསྙུང་གནས། Fasting། མེ་ཁ་ལ་གནས་མཇལ་དུ་འགྲོ་རྒྱུ་བཅས་ཡིན། ལས་འགན་ལྔ་པོ་དེ་དག་ནང་སོ་སོའི་མི་ཚེ་ཨ་ལ་དཀོན་མཆོག་གི་འདོད་པར་སྒོ་བཅོལ་བས་དད་ལྡན་པ་ཁ་ཆེ་ཞིག་གི་སྙིང་སྟོབས་དང། དམིགས་ཡུལ། སྤྱོད་ལམ་རྣམས་ཚིག་ཉུང་ལ་དོན་གསལ་པོར་འདུས་ཡོད། དཀའ་བ་ལྔ་པོ་དེ་དག་མ་གཞི་ལྟ་གྲུབ་ནང་གཅེས་འཛིན་བྱས་ཡོད་སྲིད་ཀྱང་དེ་དག་རང་ངོས་ནས་ལྟ་གྲུབ་ཆགས་ཀྱི་མེད། འོན་ཀྱང་དེ་དག་གིས་དད་ལྡན་པ་རྣམས་ཀྱི་ཉམས་ལེན་མཚོན་གྱི་ཡོད། ངོས་རང་གིས་ནང་པའི་སྲོལ་རྒྱུན་དེ་བས་ཆོས་ལུགས་གཞན་གྱི་བཅོས་མིན་གྱི་ཉམས་ལེན་ཁག་ནང་དེ་དག་དང་འདྲ་བའི་ཁྱད་ཆོས་མང་པོ་མཐོང་རྒྱུ་འདུག་དང་པོ། དད་པ། ཁ་ཆེ་ཚང་མས་ཨ་ལ་ལ་མ་གཏོགས་དཀོན་མཆོག་གཞན་མེད་པ་དང་མོ་ཧོ་མཱད་ནི་ཁོང་གི་ཕོ་ཉས་ཡིན་ཞེས་བརྗོད་ཀྱི་ཡོད། ཞལ་ཆད་འདི་ནི་དད་པ་དང་ཉམས་ལེན་གཞན་ཐམས་ཅད་ཀྱི་གཞི་རྟེན་དུ་འདོད་ཅིང། ཀ་བ་ལྔའི་ནང་ནས་གལ་ཆེ་ཤོས་སུ་བལྟ་གི་ཡོད། ཚིག་རྐང་འདི་གཉིས་ནི་བྱིས་པ་བཙས་མ་ཐག་ཏུ་རྣ་བར་ཐོག་མར་ཐོས་པ་ཞིག་ཡིན་ཞིང། འཆི་བའི་ཚེའང་ཚིག་རྐང་གཉིས་པོ་དེ་འདོན་གྱི་ཡོད། ཁ་ཆེ་རྣམས་ཀྱིས་གཞན་འདོན་སྐབས་དད་པའི་ཚིག་རྐང་གཉིས་པོ་བསྐྱར་ཟློས་ཡང་ཟློས་བྱེད་ཀྱི་ཡོད། ནང་ཆོས་ནང་དེ་དང་ཕྱོགས་མཚུངས་པའི་ཁྱད་ཆོས་ནི། དཀོན་མཆོག་གསུམ་སྟེ། སངས་རྒྱས་དང་ཆོས་དགེ་འདུན་གསུམ་ལ་སྐྱབས་སུ་འགྲོ་བ་དེ་ཡིན་རྒྱུ་རེད། ནང་ཆོས་ནང་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བ་ནི། རང་གི་དད་པ་བརྟན་དུ་གཏོང་ཕྱིར་ཡིན། གཉིས་པ། སྨོན་ལམ་གསོལ་འདེབས། གསོལ་བ་འདེབས་པ་ནི་མེ་ཁ་ནང་གི་ཀ་པཱ་ལ་ཁ་ཕྱོགས་ཏེ་བྱེད་ཅིང། དེའི་དམིགས་ཐུན་ནི་སོ་སོའི་སེམས་ཨ་ལ་ཐོག་བསྒྲིམ་རྒྱུ་དང། ཨ་ལ་ཕྱོགས་ཀྱི་བཀའ་དྲིན་དྲན་ཞིང་མཆོད་པ་བྱས་ཏེ། ཨ་ལ་ལ་རང་ངོས་ནས་འབྲེལ་བ་བྱ་ཚུལ་ཞིག་ཡིན། ཀོ་རན་ལ་གཞིགས་ན། སོའི་བ་འདི་པའི་ཕན་ཡོན་ནི། ངོ་ཚ་དང་བྱ་བ་ངན་པ་ལ་འཇུག་པ་ལས་སྡོམ་པར་བྱེད། ཀོ་རན་ཉི་ཤུ་རྩ་དགུ་བཞི་བཅུ། སྨོན་ལམ་གསོལ་འདེབས་ནི་ཉིན་གཅིག་ནང་ཐེངས་ལྔ་ངེས་པར་དུ་བྱེད་དགོས། འོན་ཏེ་སྐབས་དང་དུས་ལ་ལྟོས་ནས་སྟབས་བསྟུན་བྱ་འོས་པའི་དམིགས་བསལ་འགའ་ཡོད། ནང་པའི་སྲོལ་རྒྱུན་ནང་དད་ལྡན་པ་རྣམས་ཀྱིས་ནང་པའི་གཞུང་ལས་ཚིག་རྐང་འགའ་ངག་ནས་འདོན་པས། ཆོས་རྣམས་ཀྱི་རང་བཞིན་མི་རྟག་པ་དང། འགྱུར་བའི་རང་བཞིན་ཡིན་པ་བློ་ལ་འཆར་བ་དང། དེ་ལ་བརྟེན་ནས་རང་གི་སེམས་མི་དགེ་བའི་བྱ་བར་འཇུག་པ་ལས་ལྡོག་པར་བྱེད་ཀྱི་ཡོད། སྐབས་འདིར་དངོས་སུ་ཉམས་ལེན་དགོས་པའི་ཡིད་ཀྱི་བྱ་བ་ནི། ངོ་ཚ་ཡོད་པ་དང་གཞན་དོན་ལ་བསམ་བློ་གཏོང་རྒྱུ་དེ་ཡིན། གསུམ་པ། སྦྱིན་པ། ཀུ་རེ་ནང་དད་ལྡན་པ་ཚོས་སྦྱིན་པའམ་བསོད་སྙོམས་ཀྱི་ལས་སུ་འཇུག་དགོས་ཞེས་བཀའ་བཏང་ཡོད། སྦྱིན་པ་ནི་ཉམ་ཐག་ལ་སྦྱིན་པ་གཏོང་བའི་ཉམས་ལེན་ཡིན་ཞིང། རང་གིས་ཐུབ་ན་གཞན་ལ་སྦྱིན་རྒྱུ་ནི་ལས་འགན་ལྟ་བུར་གསུངས། གཞན་ལ་དཔལ་འབྱོར་སོགས་ཀྱི་དཀའ་ངལ་ཡོད་ཚེ་རོགས་སྐྱོར་བྱ་རྒྱུ་དང། སྤྱི་ཚོགས་ནང་གནས་སྟངས་འདྲ་མཉམ་མེད་པའམ་ཆ་མ་སྙོམས་པ་རྣམས་མེད་པ་བཟོ་རྒྱུ་དེ་ཁ་ཆེ་རྣམས་ཀྱི་ལས་འགན་དུ་བརྩི་གི་ཡོད། སྦྱིན་པའི་ནང་རང་གི་དཔལ་འབྱོར་གྱི་ཆ་ཤས་ཤིག་དབུལ་ཕོངས་དང་གཡོག་པོ། བུ་ལོན་ལེན་མཁན། འགྲུལ་སྐྱོད་པ་སོགས་ཐེ་བའི་དབུལ་ཕོངས་སམ་དགོས་མཁོ་ཅན་ལ་སྦྱིན་སྲོལ་ཡོད། སྔ་མོ་ཁ་ཆེའི་སྤྱི་ཚོགས་འགའ་ཞིག་ནང་ཞིང་པ་རྣམས་ཀྱིས་སྐྱབས་མེད་མགོན་མེད་ཚོར་ཕན་ཆེད། རང་གི་ས་ཞིང་གི་ཆ་ཤས་ཤིག་ལ་ས་བོན་མ་བཏབ་པར་སྟོང་པར་འཇོག་སྲོལ་ཡོད་ཅེས་ངོས་ལ་བཤད་བྱུང། མདོར་ན། ངོས་ཀྱི་བསམ་པར་རྗེའུ་དང་ཡེ་ཤུའི་གསུང་རབ་ནང་ཞལ་གདམས་འདྲ་པོ་ཞིག་ཡོད་རེད། དེ་ནི་ངོ་མཚར་ཆེ་བ་ཞིག་རེད་འདུག་གང་ཡིན་ཟེར་ན་དད་ལྡན་པ་ཚོས་དབུལ་ཕོངས་ལ་སྦྱིན་པ་གཏོང་བ་དང་ཆབས་ཅིག་དབུལ་ཕོངས་ཚོའི་ཆེ་མཐོང་ལ་གུས་བརྩི་ཞུ་གི་ཡོད། ཉམས་ལེན་དེ་ཆོས་ཕྱོགས་ཀྱི་དོན་ནི། རང་ལས་སྐྱོ་བ་ལ་སེམས་གཏིང་ནས་སྦྱིན་པ་གཏོང་བར་གོ། ཁ་ཆེའི་ཆོས་ལུགས་ཀྱི་སྦྱིན་པ་ནི་ཆོས་ཕྱོགས་ཀྱི་ཉམས་ལེན་ནང་ནས་གཙོ་བོར་འཛིན་པ་དེ་དངོས་གནས་སྤོབས་པ་བྱེད་འོས་པ་ཞིག་ཏུ་ངས་མཐོང་གི་འདུག་ནང་ཆོས་ནང་སྦྱིན་པ་ནི། མཆོད་པ་ཤ་མོ་ཞིག་གིས་ཐོག་མར་ཉམས་སུ་ལེན་དགོས་པའི་གནད་ཅིག་ཡིན་ཞིང། དེ་གཞི་ལ་བཞག་པའི་སྟེང་ནས་སྙིང་རྗེ་ཆེན་པོ་སྐྱེ་ཐབས་བྱེད་ཀྱི་ཡོད། བོད་བརྒྱུད་ནང་བསྟན་ནང་ཡར་དཀོན་མཆོག་ལ་མཆོད་པ་དང། མར་ངན་སོང་ལ་སྦྱིན་པ་གཏོང་དགོས་ཞེས་པའི་བཤད་སྲོལ་ཞིག་ཡོད། ཁ་ཆེའི་ཆོས་ལུགས་ནང་གི་སྦྱིན་པའི་ཉམས་ལེན་དེ། དམིགས་བསལ་ཞིག་ཇི་ལྟར་ཆགས་སམ་ཞེ་ན། དགེ་རྩ་ཚོགས་པ་དེ་ལུགས་མཐུན་གྱི་སྒྲིག་འཛུགས་སུ་བཙུགས་པ་དང། དེ་ལ་བརྟེན་ནས་དོན་དངོས་དང་བསམ་བློའི་བར་ཁྱད་ཆུང་དུ་གཏོང་གི་ཡོད། བཞི་པ། སྨྱུང་གནས། ཀོ་རན་ནང་གསུངས་པ་བཞིན་སྨྱུང་གནས་ལ་རིགས་གསུམ་ཡོད་དེ། ཆོ་གའི་སྨྱུང་གནས། གུན་གསབ་བམ་བློ་འགྱོད་ཀྱི་སྨྱུང་གནས། བྱ་བྲལ་གྱི་སྨྱུང་གནས་བཅས་ཡིན། ཆབས་ཅིག་ཉིན་གུང་རྗེས་སྨྱུང་གནས་ལ་ཞུགས་པ་ནི་ནང་པའི་སྲོལ་རྒྱུན་ནང་གྲྭ་བ་ཞིག་གིས་གསུང་བྱའི་ཡན་ལག་ཅིག་ཡིན། ཁ་ཆེའི་ཆོས་ལུགས་ནང་དེ་ལྟའི་སྡོམ་སེམས་དེ་ཉམས་ལེན་པ་ཚང་མར་གཅིག་གྱུར་དུ་གསུངས་པ་དང། ལྷག་པར་དུ་རཱ་མ་ཏཱན་ཞེས་པའི་རྩ་ཆེའི་ཟླ་བ་དེའི་སྐབས་དམིགས་བསལ་དོ་ནན་བྱེད་པ་ནི་ཡིད་དུ་འོང་བ་ཞིག་ཏུ་སྣང། ལྔ་བ། གནས་མཇལ། དུ་ཨ་ལ་ཧི་ཇི་ཅཱ་ཞེས་པའི་ཁ་ཆེའི་དམིགས་བསལ་ཟླ་བ་དེའི་སྐབས། ནས་ཁྱད་པར་ཅན་མེ་ག་གྲོང་ཁྱེར་དང་གནས་མཇལ་དུ་འགྲོ་སྲོལ་ཡོད། གལ་ཏེ་རང་ལ་མཐུན་གྱི་ཡོད་ན་གཟུགས་པོ་ཐང་པོ་ཡོད་པའི་ཁ་ཆེ་ཚང་མ་སོ་སོའི་མི་ཚན་ནང་གནས་མཆོག་དེར་ཉུང་མཐར་གནས་མཇལ་ཐེངས་གཅིག་འགྲོ་དགོས་ཀྱི་ཡོད། གནས་མཆོག་མེ་ག་ལ་མ་སླེབས་སྔོན་ཧ་ལམ་ཀི་ལོ་མི་ཀྲ་བཅུ་ཙམ་ཡོད་པའི་སྐབས་ངེས་པར་དུ་ཁ་ཆེའི་ཆོས་གོས་གྱོན་དགོས།

དམ་སྲིའམ་གདོན་གྱི་རིགས་ལ་རྡོ་བཞུས་ཏེ་ཕྱིར་འབུད་བྱེད་སྲོལ་ཡོད། གཞན་ཡང་གནས་མཇལ་ནང་གནས་མལ་སྤྲིན་ནག་ལ། གནས་གཟིགས་སུ་འགྲོ་བ་དང། དེ་ནི་ཁ་ཆེའི་ཆོས་ལུགས་ནང་གི་གནས་རྩ་ཆེ་ཤོས་གཉིས་པོ་དེ་ཡིན། གནས་མཇལ་ནས་ཕྱིར་སོ་སོའི་ཡུལ་དུ་ལོག་རྗེས་གུས་བརྩིའམ་ཆེ་བསྟོད་བྱེད་ཀྱི་ཡོད། ཁ་ཆེའི་སློབ་དཔོན་རྣམས་ཀྱིས་གནས་མཇལ་དུ་འགྲོ་བ་ནི་ཨ་ལ། སྐུ་མཆོག་ལ་དད་གུས་ཡོད་པ་མཚོན་བྱེད་ཡིན་པ་ལས། སྤྱི་ཚོགས་ནང། མིང་དང། གྲགས་པའི་ཆེད་དུ་མིན་ཞེས་བརྗོད་ཀྱི་འདུག། གནས་མཇལ་དུ་འགྲོ་བར་ངོ་མཚར་ཆེ་བའི་ཁྱད་ཆོས་གཅིག་ནི། དངོས་སུ་འགྲོ་སྐབས་གྲལ་རིམ་དང། དཔལ་འབྱོར། རིགས་རུས་སོགས་ཀྱི་ཁྱད་པར་ཅི་ཡང་མེད་པར། ཚང་མ་སྐུ་མཆོག་གི་མདུན་དུ་འདྲ་མཉམ་ཡིན། ནང་ཆོས་ནང་གནས་མཇལ་དུ་འགྲོ་རྒྱུ་གཙོ་བོ་མིན་པ་དང། སྒྲིག་འཛུགས་ཀྱི་ཐོག་ནས་གཏན་པས་གང་ཡང་མེད། འོན་ཀྱང་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་ཚེ་དང་འབྲེལ་བའི་གནས་མཆོག་ཁག་དང། སྐྱེས་ཆེན་དམ་པ་རྣམས་དང་རྣལ་འབྱོར་བ་རྣམས་དང་འབྲེལ་བའི་རྩ་ཆེའི་གནས་ཁག་ལ་ཆོས་འཆད་དུ་བསྐྱོད་པ་ནི། ཆོས་ཕྱོགས་ཀྱི་མི་ཚེའི་ཆ་ཤས་གལ་ཆེན་པོ་ཞིག་ཏུ་ངོས་འཛིན་བྱེད་ཀྱི་ཡོད།